དེ་གང་འདྲ་བདག་འདྲ་དགག་འདྲ་གསུམ་བློ་བརྟན་པས་ཡིན། ད་བློ་བརྟན་ངོ་མ་རྣམས་མ་བཟོད་ཧེ་མ་ལོ་དེ་ང་ཡིས་བློ་བརྟན་འདི་རྒྱུ་དུག་ཚ་བའི་གི་རྗེས་སོར་བྱས་བློ་གྲོས་ཚོ་གི་ག་ཅི་ཤེས་སུ་ཟ་བ་ཅན། ད་གདམས་པ། གང་འདྲ་བདག་འདྲ་དགག་འདྲ་ཚོ་གི་དེ་གོ་དེ་འདི་དྲི་ལ་འབད་ཚུལ་དེ་ལན་འཕྲལ་འདི་སུ། ད་གང་འདྲ་བདག་འདྲ་དགག་འདྲ་གི་འཕྲལ་འདི་སུ་དེ་ལ་ལན་ཐབས་དེ་གི་བས་དེ་དཔེ་བརྗོད་ཚུལ་མཐུན་བྱབ་ཚུལ་སུ་བཞུ་ནི། ད་གང་འདྲ་བཤད་པ། གང་འདྲ་བཤད་པའི་ན་ལོ་ཡ། གང་འདྲ་སེམས་མི་དགའ་གསུམ་ཆུ་ལུ་དགོ་ནི་ཡིན་ན་ད། དེ་ལས་འདི་གི་འཕྲལ་གྱི་ཇོ་སེར་དུ་སེར་རིན་པ་བཞིན་འདུ་བའི་ཤེས་ནི། དང་བ། གང་འདྲ་སེམས་མི་དེ་དགའ་གསུམ་ཆུ་ལུ་དགོ་ནི་མོ་ཟེར་བ་ཕྱིར། བྱེ་བྲག་ཕི་དོ་ཅི་ལུ་མི་གསུམ་མ་བཟུང་བ་བཞིན་ད། དེ་སྤྱིར་བཏང་ལུ་ཆ་བི་གི་བདེན་དོན་མི་ཆུ་ལུ་དེ་ལན་གང་འདྲ་ཡང་ན་ཅི་འདྲ་ཨ། དེ་ལུ་ཨེ་བ་ཅན་གསུམ། དེ་ཡ་ཅི་འདྲ་སྙོན། ཅི་འདྲ་བྱེ་བྲག་ལ་འཇུག་པ་ད། དེ་ཅི་འདྲ་འདྲི་བ་ལ་འཇུག་པ་ཟེར་གསུམ་ལུ་འཇུག་གི། དེ་ཡ་ད་ག་དེ་བའི་འཇུག་མོ་ཟེར་བ་ཕྱིར།

ད་ད་དོ་གངས་འདི་ཅི་སྒྲ་ཅི་སྒྲ་རྗེས་འབྲང་ལ་བཅོས་པའི་གི་གནས་སྐབས་ན་ལོ་ཐད་ཀར་ག་ལ་དགོས་ནས་མོ་ཟ་བ་ཅིན་སངས་རྒྱས་ལུགས། ད་བཤད་བྱའི་ཆེ་ག་ར་གི་དེ་མིན་པ་སྣང་སྟོང་དུ་བཅོམ་མཁན་འདི་གང་མོ་ཟ་བ་ཅིན་ད་དོ་རྗེས་གྲགས་པ་སངས་རྒྱས་དེ་ཡིན། དེ་བཟུམ་བ་དེ་བཟུམ་པའི་སུམ་ཅུ་པ་བཤད་པའི་གི་སྐབས་ལོ་ཡ་དེ་གང་ལ་ཡོན་ཏན་མཆོག་མངའ་བའི་སྐྱོན་མཆོག་དེ་ལ་ཕྱག་འཚལ་ལོ། གང་གི་སྒྲ་ཡང་སྐྱོན་བཟོད་པའི་འཇམ་དཔལ་ཡང་ལ་ཕྱག་འཚལ་ལོ་ཟེར་ཨ་ནི་སུ་ག་ར་ཅི་སྒྲ་རྗེས་འབྲང་ལ་བཅོས་པའི་གི་དཔེ་ཡིན། དེ་ལན་གསུམ་པ་དེ་སྦས་བ་ཅན་ཅི་སྒྲ་འདྲི་བ་ལ་འཇུག་པ། ད་ཅི་སྒྲ་འདྲི་བ་ལོ་ག་དེ་བས་འཇུག་མོ་ཟེར་བ་བཞིན་བ་འདྲི་བ་སྐྱེ་བའི་གི་དོན་ཏོ་དཔེར་ན་ཆོས་གང་ནས་ཡིན། གང་དུ་འགྲོ། དེ་ལན་ཆོས་ལུགས་གང། ཆོས་ལུགས་ག་ཅི་མོ་ཟེར་བ་དེ་འདྲི་བ་སྐྱེ་བའི་གི་དོན་ཏོ་འཇུག་གི་ཡིན། ད་ཅི་སྒྲ་གི་ཕྲད་སུ་རིམ་པ་བཞིན་འགྲོ་བའི་ཤེས་པ་ཅན་རྩ་བ་ལས། ཅི་བགྱི་སུ་གང་ཅི་སྒྲ་དེ་བཞི་ལྟའི་ལས་སྒྲ་བྱས་ལ་བགྱི་གཉིས་སེ་ལྟ་བཞིན་སྐྱེ་ལ་བགྱི་སུ་ནི་གང་ཟག་གང་གིས་ལའོ་སེ་བཤད་པའི་སྐབས་ལོ། ཅི་བདག་གིས་ཐལ་ཏེ་འབེལ་བ་ཅན་ཅིའི་རྗེས་སུ་གང་ཞིབ་དེ་ཡིན་པས། དེ་ཡང་ཐལ་ཅི་བདག་གིས་འབེལ་བ་ཅན་གཙོ་བོ་བར་འདྲི་བ་སྐྱེས་བུའི་དགེ་འདུན་དུ་བྱ་དོ་སེམས་པས་དེ་ཡང་ག་དེ་བས་བྱ་མོ་ཟ་བ་ཅན་ཅི་ཞིག། ཅི་སྟེ། ཅི་སླད། ཅི་སྒྲ། ཅི་ཕྱིར་ཟེར་བྱར་དོ་སེམས་པས། དེ་ལས། སྤྱི་དོན་གྱི་མཚན་ཉིད་པ། ཇི་སྟེ་གྱི་འབེལ་བ་ཅན་དེ་མང་ཚིག་དང་བསྡུས་ཡུལ་དེ་ལས་དཔེ་དོན་དུ་སུ་སྐྱེས་བུ་གའི་སྐབས་ལུགས་སྦྱར་དུ་བསྲེ། དེ་ཡང་དགའ་དད་པའི་བྱ་ནི་མོ་ཟེར་བ་ཅན། ཇི་སྙེད། ཇི་སྲིད། ཇི་ལྟར། ཇི་བཞིན་ཇི་སྐྱེས་སུ་སྦྱར་དུ་བསྲེ། དེ་ལན། སུ་ནི་གང་ཟག་གང་གི་ལའོ་ཟེར་ཤེས་བུ་གའི་སྐབས་ལུགས། གང་དག་གི་ཕྲད་སུ་དེ་གི་གང་ཟག་ཁོ་ན་ལུགས་མ་གཏོགས་བེམ་པོའི་རིགས་ལུགས་མི་འཇུག། དེ་ལན། སྤྱི་དགྲ་ཀྱི་ཁྲལ་གང་དེ་ཀྱི་བེ་བ་ཅིང་གང་ཟ་དག་དེ་ངེད་བོ་ག་ར་ལོ་ཆགས་པའི་བཅུད་དུ་བི། དག་འདི་སུ་ཡ་པའི་རིམ་པ་བཞིན་དུ་བེ་དེ་སྐྱེ་བྲོག་ཅིང་བེ་བ་ཅིན། སྤྱི་དེ་ཀྱི་གཙོ་བོ་དྲི་བ་སྐྱེ་བི་ཀྱི་དོན་ལུ་ག་དེ་བེ་བྱ་སྟོབ་ཟེར་བ་ཅིན་ཅི་ཞིག་ཡོད་ཡོད་སེ། དེ་ག་དེམ་ཅི་ཡོད་ཡོད་སེ། དེ་སྤྱི་དེ་ཡོད་ན་སེ་ག་དེམ་ཅི་བེ་ཡོད་བྲོག་ཅིང་བེ་བ་ཅིན། སྤྱི་ལས་སྐྱེ་ན་སེ་ག་སྤྱི་ཀྱི་དོན་ལུ་མོ་ཟེར་བ་ཅིན།

ཟུང་སྟོང་དང་བཅས་པའི་གི་གོ་ལས་པས་དེ་བསུ་བ་འབད། དེ་གཉིས་པ་དེ་འབད་བ་ཅན་སེམས་ཤེས་སུ་ཞིག་དགེ་ལུགས་འགྱུར། མི་རྣོ་བསམ་སྟངས་ཤེས་མི་མཁས་པ་དེ་ཚོ་ཡི་དགེ་ལུགས་པའི་དགའ་དད་པའི་དུས་ནི། དེ་ལན། སློབ་ཕྲུག་སུ་ཡིན་ཡང། དེ་སློབ་སྦྱོང་ལ་འབད་དགོས་སོ་ད་ལུ་ད་སློབ་ཕྲུག་ག་ཡིན་དེ་གི་འབོད་རེ་ཡ་དེ་སློབ་སྦྱོང་ལུ་བཙོན་དགོ་སེ་དེ་གང་ཟེ་གི་རིགས་ལུ་དེ་བས་བྱ་ཐུབ་མི་ཡིན་སུ་ཞུ་ནི། ད། གང་འདྲ་གི་སྐོར་ལས་ཨ་ཉམས་སྐྱིད་པས་བཤད་ཚ་བོ་ད་ཏི་འདི་གི་བས་དེ་འདྲ་ལས་མ་ག་ཅི་ར་བློ་བརྟན་བས་ཡིད་ཟ་བ་ཅན་དང་བ་གང་འདྲ་སེམས་མི་ག་ཟོམ་ཅི་ཡིན་ན་དེ་ལས་འདི་གི་ཨེ་བ་ག་དེམ་ཅི་ཡོད་པིན་ན་དེ་ལས་གང་འདྲ་གི་ཐད་དེ་སུ་གི་དེ་ག་དེ་བས་ར་བསྒྱུར་ཐུབ་ཡིན་ན་དེ་རིན་པ་བཞིན་དུ་བས་བཤད་ཚ་བོ་ཡིས་ད་འདི་འདྲ་ཅི་ག་ལོ་དེ་བྱོང་ལ་ས་ཏོ་སུ་མི་གི་ཁ་གཉིས་དེ་ཅུས་ད་ནི་ང་ཅི་ག་ར་ཅི་ག་བས་ས་ཅི་ད་གི། ད་གང་འདྲ་གི་གོ་ལའི་སློབ་ཐེངས་འབད་ཚགས་དང་འབྲེལ་འདི་གི་བས་དེ་སྔ་གི་བྱས་སློབ་ཕྲུག་སུ་ལུ་ཅོང་ལ་ཁ་གཉིས་དེ་ཅི་ཡོད་དེ་ཡ་གསར་ཐོ་སུབ་ནི་དེ་སྔ་ཅི་ག་ར་མཉམ་རུབ་གི་ཐོ་ལེ་བས་དེ་ལྟ་ཞིམ་ད་དེ་ལན་འདི་མནོ་བསམ་བཏང་གི་ད་གདམས་པ། ཅི་ད་ཡི་ཐེངས་བཞིབ་དེ་བརྗོད་བྱའི་དོན་ལ་སྦྱོར་ཚུལ་ནི། དྲི་བའི་དོན་ལ། དང། དཔེ་བསྟན་མཚམས་སྦྱོར་ལ། དང། བཤད་པ་གང་ཟག་ཁོ་ན་ད། ནི་སྤྱིའི་དང་བྱེ་བྲག་གཉིས་ཀ་འཇུག་པ་ཡིན། ད་ནི་ག་ར། བྱས་ཀྱི་ས་དོ་སུབ་ནི་དེ་ལས་ནི་ག་རེ་མནོ་བསམ་བཏང་ཚ་སོང་སེ་ནོ་ཡོད་ཀྱི་རེ་བ་ཡོད། ད་ང་གི་ན་ལེ་མ། བྱས་ཀྱི་མནོ་བསམ་བཏང་མི་ད་ན་གྱི་གཉིས་དེ་རྟགས་མཐུན་མི་དེ་ང་གི་ན་ལེ་མ་སེར་བསྟན་པའི་ནི། ཡ། དྲི་བའི་དོན་ལ་ཅིའི་བདག། དཔེ་བསྟན་མཚམས་སྦྱོར་ལ་ཇིའི་བདག། སུ་ཞེས་པ་གང་ཟག་ཁོ་ན་བདག། གང་ནི་ཅིའི་བདག། ཅིའི་བདག་བྱེད་སྒྲ་གཉིས་ཀ་འཇུག་པ་ཡིན། སེ་ལེ་འདི་འབེལ་བ་ཅན་ཅིའི་ཇི་སུ་གང་བཞི་བདེན། ད་སྦྱོང་ལ་གཉིས་པ་འདི་འབེལ་བ་ཅན། གཤམ་གྱི་ས་སྟོང་རྣམས་ལ་ཅི་སྒྲའི་ཕྲད་ཀྱི་ཁ་སྐོང།

ས་ཕྱོགས་གང་གི་རེད། ཀླད་བོད་ཀྱིས་ཇི་ལྟར་བཤད་པ་བཞིན་ང་ཡིད་ལ་འཁོར་བྱུང་ཟེར་ལས་འདི་སྤེལ་བ་ཅིན་སུ་གང་བྱེད་དེ་ཡིན་པས། ད་ཆེ་ག་ར་གིས་ལས་འདི་ལས་ཞུ་མེད་སྐྱབས་བཅོ་ངོ་ཟེར་ནོ་ཡི་རེ་བ་ཡོད་དེ་ལས་ཐད་དཀར་དུ་ཕོག་མི་དུས་སུ་ལུ་ངེ་ཧོ་ལས་ལེགས་སོ། ད་ངའི་དོན་ཚན་གཉིས་པའམ་འདི་སྤེལ་བ་ཅིན་བདག་སྒྲ་གི་སྐོར་ལས་ཡིན། བདག་སྒྲ་བཤད་པའི་ན་ལོ་ཡ། དེ་བདག་སྒྲ་ཟེར་མི་དེ་ག་གསུམ་ཅི་ལུ་གོ་ནི་ཡིན་ན་ད་དེ་ཕྲད་ཀྱི་བརྗོད་སྲོལ་དུས་སུ་རིམ་པ་བཞིན་དུ་བས་ཤེས་ནི་ཡིན། ད་བདག་འབའ་བདག་སྒྲ་ཟེར་མི་དེ་ག་གསུམ་ཅི་ལུ་གོ་ནི་མོ་ཟེར་བ་ཅིན། དེ་མིང་ཚིག་གང་ཡང་རུང་བའི་གྱི་ཐ་མ་ལོ། ཚིག་ཕྲད་དཔའ་བོ་བའོ་མ་མོ་གྲུབ་ཏེ་བྱ་བའི་གྱི་གནས་སྐབས་ན་ལོ། དེ་དེའི་གྱི་བདག་པོའམ་ཡང་ན་དབང་བ་པོ་གང་ཟག་བསྟན་པའི་གྱི་སྒྲ་ལུ་ཆུ་ནི་དེ་གྱི་དེ་ལུ་བདག་སྒྲ་ཟེར། ད་དེའི་སྦྱོར་སེར་ན་ལེ་མ་རིན་པ་བཞིན་དུ་བའི་ཤེས་པ་ཅན། ན་རོ་ཡོད་མེད་དཔའ་བ་མ་བདག་པོའི་སྒྲ་དེ་ག་ད་ན་བ་མ་ས་དང་སྦྲགས་ཐར་པ་ང་ར་ལ་ཐ་མལ་ལ་བདག་སྒྲ་ཡ་འཇུག་བ་ད་ནི་ཆ་ལ་པ་ཉིད་སྦྱོར་བ་ལས་ཟེར་བའི་གྱི་སྐབས་ལོ། ད།

ཅེས་མཇུག་ངག་མ། ར་ལ་དྭ་དེ་ཐ་མི་གི་ཐ་ལུ་བེ་བ་ཅན་བ་དྭ་བོ་དེ་བྱ་ཏུགས། དེ་ལན་བདག་སྒྲ་ཡ་འཇུ་ལུ་བ་བྱ་ནི་དྭ་བདག་སྒྲ་ཆ་འཇུ་ལུ་བེ་བ་ཅན་པ་དེ་བྱ་ཏུགས། དེ་ལན་སྐབས་ཐོབ་དྭ་ཏི་འདི་གི་བེ་དེ་ལན་མ་མོ་ཅན་བདེན་མཁན་དེ་སུ་ཡ་དེ་བདག་སྒྲ་ཡི་ཕྲལ་གི་གྲངས་སུ་ཚུད་པའི། དྭ་བདག་དོ་ན་ཕྲལ་རང་བ་ཅན་ཤེས་པའི་གི་གནས་སྐབས་ན་ལུ་དྭ་རྗེས་འཇུ་དྭ་ཐི་དེ། དེ་ག་བྱིས་པའི་ཇུ་པི་ན་ཟེར་མནོ་བསམ་བཏང་མེད་རེ་ཡོད་འདྲ་ཞེས་པའི་བ་ཅན། ད་དོ་ན་བདག་འདྲ་གི་ཐལ་དེ་སུ་མང་ཆེ་བ་ལ་ལན་སྨྱོས་ཐབས་པའི་ཇོ་བི་གི་སྐབས་ལུ་དེ། རྗེས་འཇུག་དེ་སུ་གི་ཐ་མ་ལུ་དེ་མང་ཆེ་བ་འདི་དེ་ལ་ལན་ཐབས་ཇོ་བི་མ་གཏོགས་དེ་ཨིན་ཅི་མིན་ཅི་ག་ར་རྗེས་འཇུག་ད་ཁྲི་དེ་འཇུག་གོ་པི་ན་ཟེར་བ་ཅན། བདག་འདྲ་གི་ཐལ་དེ་སུ་དེ་རྗེས་འཇུག་བཅུ་གི་ཐ་ལུ་ཨེ་བ་མེད་པ་འཇུ་བི་ཡིན་སེམས་མི་དེ་སེམས་ཁ་བཞག་ན། ད་ནང་སེ་འཇུག་སེམས་ད་མ་ཇོ་བི་གི་ཧེ་མ་དེ་ཆེ་སློབ་ཕྲུག་སུ་གི་སེམས་ཁ་ཉེ་གོབ་ཅི་ག་ཇི་ཡོད་ཟེར་བ་ཅན། ད་མང་ཆེ་བ་གི་བདག་སྒྲ་དང་མིང་མཐའ་དེ་ངོ་ཟེར་ནས་ཉེན་ཁ་ཡོད་བསླད་དེ་འདི་གི་བས་དེ་བདག་སྒྲ་དེ་ཨིམ་སྒྲོག་ཆེ་བས་བ་ཅན་དེ་ག་ཅི་འོང་གོ་མོ་ཟེར་བ་ཅན་བ་དབང་བ་པོ་དེ་ཡང་ན་བདག་པོ་སྟོན་པ་དེ་བདག་སྒྲ་སྦྱར་ས་གི་ཡུལ་དེ་གང་ཟག་ཅི་འོང་ར་འོང་གོ་ཟེར་བཞིན་དེ་ཡང་བདག་ངོ་མི་ཟེར་ནས་གི་དོན་ལོ་ང་གི་དཔེ་དེ་སོ་དེ་རིམ་པ་བཞིན་དུ་བས་སྐད་སྒྲོག་ཆེ་བས་བ་ཅན་དང་བ་བདག་སྒྲ་གི་ཕྲད་པ་དེ་གི་བདག་པོའི་དོན་ལོ་ག་དེ་བས་བྱ་གཏུག་མོ་ཟེར་བ་ཅན་སྒྲོག་པ་ད་སྒྲོག་པ་སེམས་མེད་དེ་ག་ཅིན་ན་སེ་ནོ་བ་ཅིན་དེ་ཚོ་བ་ལ་ནོ་ལོ་ཏེན་དེ་དེ་མི་ལ་དགོང་གསུམ་གྱི་མི་དེ་ཚོ་མཁའ་ན་བེ་བ་ཅིན་ཇོབ་སེ་མི་དེ་ལུ་གོ་ནི་མེ་དེ་ཧ་ནི་དེ་བདག་པོ་ཏེན་བི་གི་དེན་དེ་མིང་ཐ་ལུ་ག་དེ་བེ་ཅ་ཏུག་མོ་སེ་བ་ཅིན་རུས་པ་སེ་བ་ད་ལུ་དེ་ཕ་རུ་ཏོ་སེ་མིང་ཙམ་གྱི་ལབ་བཞག་མ་ཏོ་དེ་བདག་པོ་གི་དེན་ག་ནེ་མེ་དེན། དེ་ལན་འདི་གསུམ་པས་བདག་སྒྲ་ཀྱི་ཕྲད་པོ་དེ་འཇའ་འོད་ཀྱི་གནས་སྐབས་ན་ལུག་དེ་བདག་པོ་སྟོན་པིག་གི་དོན་ལུག་གྲོགས་པོ། ཕྱག་རོགས་དེ་ལུག་གོ་ནིང་པས་དེ་ལན་མིང་མཐའ་ལུག་འཇུ་བིག་གི་གནས་སྐབས་ན་ལུག་དང་སྨྱོན་པོ། བ་ཚོས་གཞི་སྨྱོན་པོ་ཧེའུམ་དེ་བསླབ་བཞག་མ་གཏོགས་དེ་བདག་པོ་ཀྱི་དོན་ག་ནས་མི་བསྟན། དེ་ལན་བ་དེ་འཇའ་བདག་ལུག་བདག་སྒྲ་ཀྱི་སྐབས་ལུག་ཤིང་བཟོ་བ། བཟོ་བོ་དེ་ལུག་བསླབ་ཡིན་པས་དེ་མིང་མཐའ་འཇའ་བདག་ལུག་དེ་ཀ་བ། ཀའུ། མིང་ཅམ་གྱིས་ད་འོ་དེ་བྱ་བའི་གྱི་གནས་སྐབས་ན་ལོ་བདག་སྒྲ་བསྟན་པའི་དོན་ལོ་པའོ་ཟེ། ཕོ་པའོ་ཟེ་བྱ། བདག་པོ་དེའི་དོན་བསྟན་མིན་པས་དེ་ལས་མིང་མཐའ་ལོ་བྱ་བའི་གནས་སྐབས་ན་ལོ་དེ་རིའོ་ཟེ། དེ་རིའི་རྒྱལ་པོ་རི་རབ་རི་རྒྱལ་ལྷན་པོ་ཟེ་དེ་རིའོ་ཟེ་མིང་ཅམ་ཅིག་བསྐྱོད་བྱ་དེ། དེ་ལན། ད་མ་དེ་བྱ་བ་དག་ལོ་བདག་སྒྲ་གྱི་དོན་བསྟན་པ་ལོ་དེ་བྱ་མ་ཟེ་བ་བྱ་བཟོ་མཁན་དོན་ལོ་དགོ་ནས་མེད་དེ་ལན་མིང་མཐའ་ལོ་བྱ་བ་དག་ལོ་ཟ་མ་ཟེ་ལྟོ་འཕྱེ་ལོ་དགོ་ནས་མེད། དེ་ལན། མོ་འདི་གིས་བདག་སྒྲ་དོན་མདའ་ལུ་གཡོག་མོ་ཟེ་བྱ་རོ་ལ་བེ་མི་ལུ་གོ་ནི་བེ་དེ་མིང་ཐ་དོན་མི་གབ་ལུ་བ་མོ་ཁེ་ཟེ་བ་མིང་ཙམ་ཅི་དོན་བྱ་ནི། ད་བདག་སྒྲ་ཡ་ཇུ་བ་ད་ནི་ཆ་ལ་པ་ཉི་སྦྱོར་བ་ལས་ཟེ་བཤད་བི་གབ་ལུ། ད་བདག་སྒྲ་ཡ་ཇུ་གི་གབ་ལུ་བེ་བ་ཅན་བདག་སྒྲ་བ་དི་བྱ་ནི་ད་དེ་བདག་སྒྲ་ཆ་བེ་ཇོ་བི་གི་གབ་ལུ་བེ་བ་ཅན་པ་དི་བྱ་གོ་ཟེ་ནི་དེ་ཡ་ག་དེ་བེ་བྱ་ནི་མོ་ཟེ་བ་ཅན་བདག་སྒྲ་ཡ་ཇུ་གི་གབ་ལུ། དཔེར་ན་སྦྱོང་བརྡར་བ་ཟེ་བི་གི་གབ་ལུ་ཚིག་འབྲུ་སྦྱོང་དང་བརྡར་ཉིད་དེ་འཆད་པའི་ཚིག་ནི་དེ་ལན་བ་དེ་ཡབ་པས་དེ་ཨ་ནེ་ཟུང་གི་སྐབས་ལོ་བེ་བ་ཅན་བདག་སྒྲ་བ་དེ་བྱ་དགོ་སེམས་དེ་ཟུམ་པས་སློང་མོ་བ། དེ་ལན་བདག་སྒྲ་འཆད་བརྗོད་ཀྱི་སྐབས་ལོ་བེ་བ་ཅན་དང་ཚིག་འབྲུ་འཆད་པའི་བརྗོད་པའི་གནས་སྐབས་ན་ལོ་བེ་བ་ཅན་དེ་པ་དེ་བྱ་དགོ་སེམས་པས་ན་ཚོང་པ་དྲུག་པ། ད་ནང་གསེས་ཀྱི་བཅུ་ཚོད་བཅུ་ར་དེ་བདག་སྒྲ་ཡིག་ཕྲད་དེ་སྤྱན་ལྡན་མཁན་གྱི་དེ་དཔེ་བསྐྱོད་རྒྱུ་ཡོད་འདི་ཡ་དཔེར་ན་ད་སྤྱན་གྱི་སྦལ་བ་ཅན་ཤེས་རབ་ཅན། བློ་གྲོས་ཅན། དེ་ལན་ལྡན་གྱི་སྦལ་བ་ཅན་སྟོབས་ལྡན། ནུས་ལྡན། མཁན་གྱི་སྦལ་བ་ཅན་ཡིག་མཁན་ཟེར་ད་ནི་སྤྱན་ལྡན་མཁན་འདི་ཟེར་ཡ་དེ་བདག་སྒྲའི་ཕྲད་ཀྱི་གྲངས་སུ་ཚུད་ཀྱི་ཡོད། ད་ན་ལེ་མ། བདག་འདྲ་གི་སྐོར་ལས་བློ་བརྟན་དམ་ཅི་བས་སྦས་ཚའུ་དག་ཏིན་འདི་གི་བས་ང་ཡི་ག་ཅི་ར་བློ་བརྟན་སྦས་ཡིན་ས་བ་ཅིན་དང་བ་བདག་འདྲ་སེ་མི་ག་ཟུམ་ཅིན་ན། དེ་ལས། དེ་བདག་འདྲ་གི་ཕྲན་གི་སྦྱོར་ཚུལ་དུ་སུ་ག་དེ་བས་ན་བདག་འདྲ་གཞག་རྒྱུ་སེ་མི་ག་ཅིན་ན་ཆགས་རྒྱུ་སེ་མི་ག་ཅིན་ན་འདི་གི་ཐོབ་ལམ་དག་ཏིན་འདི་གི་བས་རིམ་པ་བཞིན་ཡོད་པས་དེ་བློ་བརྟན་དམ་ཅི་བས་སྦས་ཚའུ་ཨིན། དེ་འདི་དག་ཅི་ག། དེ་ཆད་སློབ་ཕྲུག་ཚུལ་ལུགས་སྦྱོང་ལ་ཁ་བཏགས་པ་ཅི་ཡོད།

དེ་ལས་འདུལ་བ་བཞི་པ་འདི། བདག་སྒྲའི་ཕྲད་རེ་རེ་དཔེ་བརྗོད་གཉིས་རེ་བྲིས་སེ་ད་ནི་འདི་དེ་བདག་སྒྲ་གི་ཕྲད་ཀྱི་ཐོག་སླེབས་པའི་ཆ་ར་དཔེ་བརྗོད་གཉིས་གཉིས་གཉིས་གཉིས་སྐྱབས་ནི། ད་དོན་ཚན་གསུམ་པ་ན་ལས་མ་དགག་སྒྲ་གི་སྐོར་ལས་བཤད་ནི། ད་དགག་སྒྲ་བཤད་པའི་སྐབས་ལོ་ཡ་དགག་སྒྲ་ཟེར་མི་དགག་གསུམ་ཅི་ལུགས་གོ་ནི་ན་ད་དེ་དགག་སྒྲ་གི་ཕྲད་ཀྱི་བརྗོད་ཚུལ་སུ་རིམ་པ་བཞིན་འདུལ་བའི་བཤད་ནི། དང་པ་དགག་སྒྲ་ཟེར་མི་དགག་གསུམ་ཅི་ལུགས་གོ་བའི་ན་ཟ་བ་བྱེད་ད་སྒྲུབ་ཚིག་ཀ་བི་གི་སྒྲ་ལུགས་དེ་དགག་སྒྲ། དེ་ཡ་དཔེར་ན།

དགག་སྒྲ་ཀྱི་ཕྲད་དེ་མ་མི་མིན་མེད་བཞི་དེ་ཡིན་པས་ད་མ་དང་མི་དེ་མིང་གི་ཐོག་མ་བརྗོད་ནི་ད་དེ་ལན་མིན་དང་མེད་ངེས་དེ་མིང་གི་ཐ་མ་ལོ་བརྗོད་དོན་ཡིན་སེམས། དེ་ལན་མ་ནི་བར་གྱི་གསལ་བྱེད་བླང་ཟེར་བའི་སྐབས་ལོ། ད་དགག་སྒྲ་ཀྱི་ཕྲད་མ་དེ་མིང་ཚིག་སྔ་མ་དང་ཕྱི་མ་གཉིས་དེ་གསལ་རྟོགས་རྟོགས་དོན་སྟངས་མིག་གི་དོན་ལོའི་བརྗོད་དོན་ཡིན་སེམས། ད་ལྡི་ཡ་ན་ལེ་མ། དེ་ཇོ་སེར་པད་ཟླ་བཅས་པས་དེ་མིང་གི་ཐོག་མ་དྷརྨ་དགའ་བདེ་བས་བརྒྱུད་པའི་ན་རིམ་པ་བཞིན་དུ་བའི་བཤད་པ་ཅན། དང་བ་མ་མི་གཉིས་ཀྱིས་ཇོ་སེར། ད་མ་ད་མི་གཉིས་ཀྱིས་མིང་གི་ཐོག་མ་ལོ་དགའ་བདེ་བས་ཇག་མོ་ཟ་བ་ཅན། ད་དཔེར་ན་མ་རེས། མི་གིས་སྦལ་བ་ཅན། མི་འགྲོ། དེ་ལན། མིན་ད་མེ་གཉིས་ཀྱིས་དགའ་བདེ་བས་ཇག་སྟུག་མོ་ཟ་བ་ཅན། མིང་གི་ཐང་མ་ལོ་ང་མིན། སྐྱོན་མེད་ཟེར་ནུས་པའི་བྱ་ཐུབ་ཡིན། དེ་ལན། ད་མ་ནི་བ་གི་སེར་བྱེད་ལང་ཟེར་བའི་སྐབས་ལུ་མ་ཡིག་འདི་གིས་དེ་མིང་ཚིག་གང་རུང་གི་བར་དུ་ག་དེ་བས་བྱ་ཐུབ་མོ་ཟེར་བ་བྱེད། དཔེར་ན། ར་མ་ལུ་ཟེར་བའི་གི་སྐབས་ལུ་མིང་ཚིག་སྔ་མ་ར་དང་ཕྱི་མ་དེ་ལུ། དེ་ཧ་ནི་གཉིས་ཀྱི་བར་ན་ལུ་གག་སྒྲ་མ་དེ་བཙུགས་ད་ལུ་དེ་ར་ཡ་མན་ལུ་ཡ་མན་ཟེར་དེ་བར་ན་ལུ་དེ་གསལ་ཐོག་བ་ཐོབ་པའི་དེ་ནི་ཡུལ་མིང་གི་སྒྲ་ལུ་དེ་མ་དེ་བྱ་ཐུབ་ཟེར་ནུས། ད་ཨ་ནེམ་ཅི་བེ། དེ་དགག་སྒྲ་ཡི་སྐོར་ལས་བཤད་ཚའུ་ད་ཏི་འདི་གི་བེ། དེ་ག་ཅི་ར་སློབ་བསྟན་བེ་ཡི་ཟེར་བ་སྤྱན་དང་བ་དགག་སྒྲ་སེམས་མི་དགག་གཟུང་ཅི་ན། དེ་དགག་སྒྲ་གི་ཕྲད་མ་མི་མེན་མེ་ཞིབ་འདི་དེ་མིན་གི་ཐོག་མ་དང་ཐ་མ། དེ་ལན། དེ་མ་ནི་བར་གི་སེར་སྦྱར་ལངས་སེ་བ་ན་ལོ་ག་དེ་བེ་བྱ་ཐུབ་ཡིན་ན་རིམ་པ་བཞིན་དུ་བེ་སློབ་བསྟན་འཕེལ་ཚའུ་ཡིན། ད་འགྱུར་ར། དེ་ལྗོངས་ལ་ཁ་བཏགས་པ་ཆེ་འདི་ང་གི་ན་ནི་མ་རིན་པར་ཞི་འདུ་བའི་ལྷ་དེ་ཕེའུ་སྒྲོག་ཅིག་བེ་བ་ཅན་དྲི་བ་གདངས་པ། དགག་སྒྲ་ནི་ཕྲད་རང་བ་ཅན་ཡིན་ནམ་ཞེ་ནོངས་ཅན་ཡིན་རྒྱུ་མཚན་ཅི། ཟེར་མེད། ད་དགག་སྒྲ་དེ་ཕྲད་རང་བ་ཅན་གྱི་གྲངས་སུ་ཚུད་མོ་ཞེ་ནོངས་ཅན་གྱི་གྲངས་སུ་ཚུད་མོ་ཟེར་མེད། དྲི་བ་གཉིས་པ་འདི་པའི་བ་ཅན། དགག་སྒྲའི་ཕྲད་སོ་སོ་དཔེ་བརྒྱད་གསུམ་རེ་བྲིས། ད་དགག་སྒྲ་གི་ཕྲད་མ་མི་མིན་མེད་ཞིབ་དེ་གི་ཐོག་ལོ་བྱ་ར་དཔེ་བརྒྱད་གསུམ་གསུམ་གསུམ་རེ་ཁྱབ་ནི་མེད། དེ་ལན་དྲི་བ་གསུམ་པ་འདི་དེ་གསར་དུ་གསུབ་ནི་ཅི་མེད་དེ་ཡང་ཕྲད་གི་ཁ་སྐོང་ནི། རང་གི་མཐོང་བ་ཙམ་གྱི་མེད་པར་ནུས། རང་སྟོབས་ཀྱི་ཤེས་པ་རྣམས་གཞན་ལ་འདྲི་དགོས། ཁྲམ་མདའ་གཡོ་སྒྱུའི་རྒྱལ་བ། རྒྱལ་བ་སྦྲང་བ་གནས་གི་མེད། དགྲ་ལ་རྒྱལ་བའི་སྙིང་སྟོབས། གསལ་བར་བྱ་ཡང་མེ་ལོང་ངོས། ས་རྟོག། ད་ནི་ས་རྟོག་དེ་རིམ་པ་བཞིན་དུ་བསུབ་སྟེ་བཀའ་དྲིན་བསྐྱངས་གནང་ཟེར་ཞུ་ཡིན། བདག་ཉིད་ཀྱི་སློབ་སྟོན་དེ་ཡང་ནེམ་ཆེ་བའི་རྒྱུ་འདུག་ད་ཕྱི་ག་དེ་སུམ་བཅུ་པ་ཀྱི་དེ་ཐོན་ཚེ་འདི་ཡང་རྒྱུ་ཡིན་ཟེར་ཞུ་ནི། དེ་ད་དུ་ཚན་ཚད་བྱས་སློབ་ཕྲུག་ག་ར་གི་ཧུ་རི་རེད་པའི་ཅང་མ་གཏོགས་གནང་མི་དེ་ལུགས་ག་ཅི་རེད་བཀའ་དྲིན་ཆེ་ཟེར་ཞུ་ནི་ད་ཕྱི་ག་དེ་གཟིགས་གནང་མི་ག་ར་ལུགས་བཀའ་དྲིན་ཆེ།